ཉིན་དུང་སེང་གཟིགས་གནང་ཡས་འགས་ངའི་གྲོགས་པོ་གྲོགས་མོ་ཚང་མ་ལ་ཡང་འཚམས་འདྲི་དང་པོ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། དེ་རིང་གུས་པས་ཉིན་དུང་འདི་ནང་ལོ་ལ་ཡང་ང་རང་གི་ཉེ་བའི་ཆར་ལ་ཕྱག་དེབ Bells of Shangri-La ཞེས་པའི་ཕྱག་དེབ་འདི་ཀློག་ཡ་གོ་སྐབས་བྱུང་སོང། བྱས་ཙང་རྣམ་པ་ལྷན་རྒྱས་ཀྱི་སྤྱོད་ལམ་དུ་དཔེ་དེབ་འདིའི་ཐོག་ལ་སྙིང་བསྡུས་ཞིག་དང་དཔེ་དེབ་འདི་གི་བརྗོད་བྱ་ཁག་རྣམ་པ་གླིང་གི་སྤྱོད་ལམ་དུ་ཞུས་ན་བསམ་བྱུང། ཨུན་ཏ། དཔེ་དེབ་འདི་སྙིང་བསྡུས་མ་ཞུས་གོང་དེ་ལ་དང་པོ་རྩོམ་པ་པོ་དེ་ཡི་ཐོག་ལ་ལོ་རྒྱུས་སྙིང་བསྡུས་ཞུ་བ་ཡིན་ན་སྤྱིར་བཏང་རྩོམ་པ་པོ་ཁོ་རང་གིས་ཚེ་འདི་པ་རི་མལ་བྷ་ཏྲ་ཅཱར་ཡ་ཞུས་གནང་གི་འདུག་ཨན་ཁོ་རང་ལྟ་བུའི་ཆ་མཚོན་དབང་ཡིན་ན་ཁོ་རང་ད་ལྟའི་ཆ་ལ་མུ་ལ་ན་ཨ་ཙཱད་ཀྱི་མཐོ་རིམ་སློབ་གཉེར་ཁང་གི་དབྱིན་ཇིའི་གི་མཁས་དབང་མཉམ་འབྲེལ་གྱི་ཆགས་བསྡད་གི་འདུག་དབྱིན་སྐད་དུ་ཞུས་བ་ཡིན་ན Associate Professor in English Mulla Na Azad College གི་ཆགས་བསྡད་གི་འདུག་ཞུས་ཡིན་སྤྱིར་བཏང་ཁོ་རང་རྩོམ་པ་པོ་གྲགས་ཅན་ཆགས་བསྡད་གི་འདུག་སྐད་གཉིས་སྨྲ་བ་ཞིག་ཆགས་བསྡད་གི་འདུག།

མཁས་པ་ཆེ་ལ་ནི་ལན་ལྡན་གྱི་ཚུལ་དུ་ཤངས་རི་ལགས་ཀྱིས་གོ་དོན་ཞུས་ན་བསམ་སོང་སྤྱིར་བཏང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོར་དབྱིན་ཇིའི་གི་རྩོམ་པ་པོ་གྲགས་ཅན James Hildon ལགས་ཀྱིས་ཁོ་རང་གི་བརྩམས་སྒྲུང་དབྱིན་སྐད་དུ་ཞུ་བ་ན Novel Lost Horizon ཞེས་པའི་ཕྱག་དེབ་ཞིག་ཁོ་རང་གིས་པར་སྐྲུན་ཞུས་ཡོད་རེད་དེའི་ནང་ལོ་ལ་ཁོ་རང་གིས་ཤངས་རི་ལ་ལར་ཡི་ཚིག་དེ་བེད་སྤྱོད་གནང་ཡོད་རེད།

གངས་རི་ར་བས་བསྐོར་བའི་ཞིང་ཁམས་འདི་ལ་གོ་གི་ཡོད་རེ་ཆེ་ནས་ཞུས་བ་ཡིན། ཕྱག་སྟེགས་འདི་གི་ད་ལོ་རྒྱུས་སྙིང་བསྡུས་ཞུ་བས་ན་ད་ང་ཚོ་གི་རྒྱ་བཞི་བརྒལ་བས་ན་ལོ་རྒྱུས་ལ་ཕྱིར་བལྟས་ཞུ་བས་ན་ད་ཕྱག་སྟེགས་འདི་སྤྱིར་བཏང་ང་ཚོ་ཆིག་སྟོང་བརྒྱད་བརྒྱ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཡས་ཡས་མས་ལ་དེ་ང་ཚོ་ད་འཛམ་བུ་གླིང་ནང་ལོ་ལ་ད་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་གཉིས་དེ་གར་ཕྱག་སྟེགས་སྐོར་ཞུ་བ་ཡིན་ན་ཨུ་རུ་སུ་དང་དབྱིན་ཇི་ཆགས་འདི་གོ་རེད་དབྱིན་སྐད་དུ་ཞུས་བ་ཡིན་ན་རོ་ཤི་ཡ་དང་བི་ཏྲི་ཤ་འདི་གོ་རེད་ཞུས་བ་ཡིན། ཨ་དེ་གཉིས་ཀྱིས་ད་ཁོ་རང་ཚོས་ཀྱི་ད་རྒྱལ་ཁབ་དེ་གཉིས་ཀྱིས་ད་འཛམ་བུ་གླིང་ཡོངས་རྫོགས་ལ་ད་ཧ་ལམ་ཧ་ལམ་ད་ས་ཆ་དང་རྒྱལ་ཁབ་མ་སུས་མ་ཅིག་ཧ་ལམ་མ་ལ་བྱུང་མི་ཡོད་མ་རེད་ལེ་ན་ཤེས་ནབས་ལས་འགྲིག་དེ་ངས་བྱུང་ཡོད་རེད་ཡིན་ན་ཡང་ད་ཁོ་རང་ཚོས་ཀྱིས་ད་ག་ལ་གང་ཐུབ་ཐུབ་ཀྱི་དབང་ཆ་བཙན་བཟུང་བྱས་ལ་ད་ས་ཆ་ཁྲོ་ཡ་རུ་ས་ཆ་བཙན་འཛུལ་བྱས་མང་པོ་བྱུང་བསྡད་ཡོད་རེད་ཡིན་ན་ཡང་ད་ཁོ་རང་ཚོས་ཀྱིས་ད་ཨ།

བཙན་འཛུལ་བྱེད་ཐུབ་པ་དང་དབང་ཆ་ག་ཚོད་ཟིག་གིས་བཙན་འཁྲིད་བྱེད་ཐུབ་ཀྱི་འདུག་འདིའི་ཐོག་ལ་ཁོ་རང་གཉིས་ཀྱིས་དཔེ་ཕན་ཚུན་དང་རྩོད་གླེང་ཤུགས་ཆེན་པོ་བྱེད་དགོས་བྱུང་རེད་ཡིན་ནའི་ཕྱིས་སུ་ཁ་ཅིག་ནས་ན། ཨིན་ཇིས་ཀྱིས་ད་ཁོ་རང་ཚོས་ཀྱིས་ད་གསང་ཉུལ་བ་ཡིན་ན་ཨིན་སྐད་དུ་ཞུ་ན Spies ད། ཨིན་ད་ག་ནང་བཞིན་གྱིས་ཚོང་པ་ད་ཨིན་ད་ག་ནང་བཞིན་གྱིས་ད་ང་ཚོས་ཀྱིས་འདི་ཡོད་ལ་ཚོང་པ་ད་ཨིན་ད་ག་ནང་བཞིན་གྱིས་ད། སྐྱ་བོ་དེ་ད་སེར་མོ་བ་ལ་བརྒྱུགས་ནས་ད Disguise ཨིན་སྐད་དུ་ཞུ་ན Disguise ལ་ཨིན་འདྲེ་བྱས་ནས་བཏང་གནང་རྒྱུ་ཡིན་འདྲེ་གྱིས་ད་རབ་དང་རིམ་པས་ཀྱིས་མང་པོ་བྱུང་བསྡད་ཡོད་རེད་ཞུ་བ་ཡིན། ཨ་ནི་ཕྱིས་སུ།

ལེགས་བཅོས་སུ་ད་བསྔགས་བརྗོད་བྱེད་ཀྱི་ད་རབ་ཏུ་རིམ་པས་ཀྱི་ཨིན་ཏྲེ་ཀི་གནས་སྟངས་ཤིག་ཤར་ཡོད་རེད་ཞུ། ཕྱག་དེབ་དེ་གི་སྙིང་བསྡུས་ད་ག་རང་ཞུས་ཟིན་པ་ཡིན། ཡིན་ང་རང་ལྟ་བུ་ཆ་ཚང་བས་ཕྱག་དེབ་དེ་གི་དཔེ་མི་སྲིད་པའི་དགེ་མཚན་ཆེན་པོ་དང་ཕན་རླབས་ཆེན་པོ་ཞེ་དྲག་བྱུང་སོང་ད་ང་རང་སློབ་ཕྲུག་ཆུ་ཆ་ཚང་བ་ཡིན། ད་ག་ནང་བཞིན་གྱི་རབ་ཏུ་རིམ་པས་ཀྱི་ད་སྙིང་དུང་ཟེར་མཁན་དང་གསན་མཁན་ད་ག་ནང་བཞིན་གྱི་ད་གཞོན་སྐྱེས་ཕོ་མོ་སུ་འདྲ་ཞིག་ཡིན་ན་རེད་བོད་དོན་དེ་ལ་དོན་གཉེར་བ་སུ་འདྲ་ཞིག་ལ་དེ་ཕན་རླབས་ཆེན་པོ་ཞུ་གི་འདུག་ཞུ་ཡ་ཡིན། ཆེ་བཙན་རྣམ་པ་གླིང་གེ་སོས་ཀྱི Bells of Shangri-La ཞེས་པའི Parimal Bhattacharya གྱིས་བརྩམས་གནང་བའི་ཕྱག་དཔེ་འདི་བློ་ཡ། མ་ཉེས་པ་གནང་རོགས་གནང་ཞུ་ཡ་ཡིན། ཨན་ཐང་ཆུ་འདི་ཆུ་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་དང་ཁྲི་དྲག་པོ་བརྟན་པ་དང་བོད་ལ་བདེ་སྐྱིད་ཀྱི་ཉི་མ་ཤར་བ་དང་སྨོན་འདུན་དང་བཅས་བོད་རྒྱལ་ལོ།